དེ་སྔ་ནང་བཞིན་ད་ཉེ་ཆར་ཁྲོམ་ར་ལ་མེ་སྐྱོན་ཆེན་པོ་ཞིག་བྱུང་བ་རེད། བྱུང་བའི་སྐབས་ལ་ད་བར་དུ་ནང་སྲིད་ཀྱིས་དེའི་སྒང་ལ་ངོས་འཛིན་བྱས་ན་ཞིབ་འཇུག་མཐིལ་ཕྱིན་ཅིག་བྱེད་དགོས་ཡོད། ཞིབ་འཇུག་མཐིལ་ཕྱིན་ཅིག་བྱེད་ཐུབ་མེད་པའི་ཚོར་སྣང་དེ་ཕྱག་རོགས་བྱེད་འདི་ང་གཉིས་ལ་བྱུང། ད་ནི་ད་ལྟའི་རྗེས་ལ་ཁོ་རང་ཚོ་ཚོང་པ་ལྷན་ཚོགས་ཀྱིས་ཞིབ་འཇུག་བྱས་རེད་ཟེར། ཞིབ་འཇུག་བྱས་ནས་མཐའ་བསྡོམས་ཀྱི་གྱོང་ཁ་འགྲོ་དེ་ག་རེ་ལོན་ཟེར་ན། ཨ་ནི་འབུམ་དགུ་བཅུ་གོ་བརྒྱད་ཀྱི་གྱོང་ཁ་དེ་བྱུང་རེད་ཟེར་གནད་དོན་གཅིག་འགྲོ་གི་འདུག་དེའི་རྗེས་སོར་ལ་ཡང་ཁོ་རང་ཚོ་ས་གནས་ཀྱི་རྒྱ་གར་གྱི་ཨ་ནི་ས་གནས་ཀྱི་གྲོས་ཚོགས་ཀྱི་འཐུས་མི་ཅིག་ཁོ་རང་ཚོ་ལ་བཅར་རྗེས་ཨ་ནི་ཁྱོད་རང་ཚོ་ལ་དངོས་ཡོད་གནས་ཚུལ་གྱི་གྱོང་ཁ་དེ་ག་རེ་རེད་ལབ་པའི་གནས་སྐབས་ན། ཁོ་ཚོ་ལ་འབུམ་ལྔ་བཅུ་ལྔ་བརྒྱའི་གོས་གང་འཕྲད་འདུག་ཟེར། ཁོ་རང་ཚོས་གར་ཟེར་སྒོ་གཉའ་ཤིང་གཅིག་བརྒྱབ་འདུག་དེ་འདི་དེའི་ད་གར་ཟེར་སྒོ་འདྲེ་སྐྱོང་ཁག་གི་ཅིག་བྱུང་སྟངས་བྱུང་རེད་དེ་ལ་ཧེ་བག་ཆེན་པོ་ཅིག་འགྲོ་གི་འདུག་ང་རང་ཚོ་ད་རང་གཞུང་ལ་བོད་མིའི་སྒྲིག་འཛུགས་ལ་གཉའ་ཤིང་དེ་ཕུལ་བའི་སྐབས་ལ་ནི་འབུམ་དགུ་བཅུ་གོ་བརྒྱད་དང་ནི་རྗེས་སོར་རྒྱ་གར་གི་འབྲེལ་ཡོད་མི་སྣ་ལ་གཉའ་ཤིང་ཕུལ་བའི་གནས་སྐབས་ན་འབུམ་ལྔ་བཅུ་ལྔ་བརྒྱའི་ཟེར་དེ་འདི་དེའི་སྒང་ལ་ཡང་དེ་འདྲ་ཧེ་བག་ཆེན་པོ་ཡོང་བའི་གནས་སྐབས་ན། སྣང་སྲིད་ཀྱི་དེའི་སྒང་ལ་ཅིག་ཞིབ་འཇུག་སྒྲ་ཡག་དཀར་ཟས་དགོད་འདྲེན་མཐར་ཕྱིན་པ་ཞེས་མ་བཏོད་པ་དེ་དངོས་གནས་བཤད་ན་ང་རང་ཚོ་ཅིག་འཐུས་ཤོར་ཆེན་པོ་ཅིག་མཐོང་གི་ཡོད། དེ་དེ་ཡང་ན་ད་དཀར་ཟས་དགོད་འདྲེན་དེ་ས་གནས་ཀྱི་ད་མེ་སྐྱོན་བྱུང་རེད་མེ་སྐྱོན་བྱུང་བའི་གནས་བབ་དེ་ཡང་ན་ད་དུང་གསར་ཁ་བྱུང་ཡོད་མ་རེད་འདི་ག་འདྲ་ཞིག་བྱུང་བ་རེད་ཟས་ཅིག་བོར་བ་ཡིན་ན་ཡང་ངོ་ནས་བཤད་ན་ཁོ་རང་ཚོ་ལ་ཡང་ས་གནས་ལ་ཡང་ད་ག་ཚོད་དགོས་སི་སི་ཀེམ་ར་ཡང་ན་ད་དེ་བཞག་ཡོད་རེད། ཡིན་ན་དེའི་ནང་ལ་ཡང་འཚོལ་ཞིབ་བྱས་ན་ཤེས་ཆོག་ཡག་གི་གནས་སྟངས་གཅིག་རེད་ད་ད་དུང་ཡང་གསར་ཁ་ཤོག་མི་འདུག་དེ་ག་ནང་བཞིན་ས་གནས་ས་ཐོག་ལ་ཡང་ད་སྐྱོད་དང་སྒེར་མང་པོ་ཅིག་གི་ཁོ་རང་ཚོ་ལ་ཞལ་འདེབས་མང་པོ་ཞིག་བྱུང་བ་རེད། ཡིན་པ་ཡིན་ན་ཞལ་འདེབས་ག་ཚོད་ག་ཚོད་བྱུང་རེད་ཟེར་དེ་ཞལ་འདེབས་དེ་ཡང་ན་ཁོ་རང་ཚོ་གསར་བོ་གསར་རྐྱང་བྱས་ནས་ལབ་འདེད་བས་མི་འདུག་དེ་འདྲ་དེ་འདྲ་བྱུང་བ་ཡིན་ན་དངོས་ཡོད་གནས་ཚུལ་དེ་གང་འདྲ་ཡིན་ན་བསམ་མེད་ཚོར་སྣང་ཅིག་ཡོང་གི་འདུག་དེའི་སྒང་ན་མ་འོངས་པ་ན་ནི་འཛིན་སྐྱོང་གིས་ཡང་དེའི་སྒང་ལ་དཀའ་སྤྱད་སྒོ་ནས་ཞིབ་འཇུག་མཐུར་ཕྱིན་ཙི་ཡིན་ཚུལ་མི་ཉིད་ཤེས་དགོས་ཀྱི་འདུག་བསམ་གྱི་འདུག་རེད་བ། ཀོ་ལི་གྷ་གི་ས་གནས་ཀྱི་མཉམ་འབྲེལ་དེ་ལ་ད་གར་སོ་མཚོ་ཁང་མཚོ་ཁོངས་ཡང་གསར་རྒྱག་བྱེད་ཡག་གི་དེ་འདྲ་གི་བཀའ་ཁྲོལ་ཅིག་ཞུས་བྱས་ནས་ད་སྤྱི་བཏང་གི་ཀོ་ལི་གྷ་གི་ས་གནས་དེ་གཞི་ཆགས་ཆེན་པོ་བྱས་ཡིན་ན་དེའི་ནང་ལོགས་ལ་མཚོ་ཁོངས་དེ་འདྲ་རྩ་བ་ཉིད་ང་རང་ཚོ་གི་གཞི་ཆགས་གི་བཙུགས་ཐུབ་མི་འདུག། དེ་ཕྱིར་ད་ཡོང་འབབ་དེ་ཚོས་མཉམ་འབྲེལ་ལས་ཡོལ་བ་ཡིན་ན་ང་རང་ཚོ་སྐྱེས་སྐོ་ར་དེ་ནང་འཁོར་ལོ་བརྒྱ་ཡོང་དགོས་ཡོད་དུས། གཞིས་ཆགས་ལ་ཕན་ཐོགས་ཡོད་པ་བཅས་སྒྲིག་འཛུགས་ལ་ཕན་ཐོགས་ཡོད་དུས་དེ་དགོས་པ་རྒྱུ་མཚན་མང་པོ་ཞིག་བྱས་ནས་ཡར་བཀའ་ཤག་གོང་མ་ལ་ཞུས་འདུག་ཞུས་ནས་ཚོང་ཁང་བརྒྱ་ཡར་ལ་བཀའ་འཁྲོལ་ཚང་མ་ཐོབ་ནས་ཡི་གེ་ཚང་མ་ས་གནས་ལ་འབྱོར་ཚར་འདུག་དེ་བྱས་ཏེ་ས་གནས་འགོ་འཛིན་བརྒྱུད་ནས་མ་མི་མང་ལ་གསལ་བསྒྲགས་ཚང་མ་གནང་ནས་ད་ང་ཚོ་ལ་བཀའ་འཁྲོལ་ཐོབ་སོང་ཙང་ང་ཚོ་ཚོང་ཁང་བརྒྱ་ཡར་དེ་འདྲ་ཡོང་གི་འདུག་ཟེར་ཚང་མ་བྱས་ཙང་ཚང་མ་ཁོ་རང་ཚོ་ཚང་མ་དགའ་བདེ་ཤར། དེའི་དཔའ་རོལ་ཏོ་ལ་ཡག་ཅིང་མ་ཅིག་གར་ཅིག་ཡིན་ནོ་བཀའ་ཁྲོལ་གནང་ཚར་ཡིག་ཆ་འཇོག་ཚར་དུས་ཚང་མ་ཡོད་མ་རེད་ལ་ནི་ཡང་བགྱིས་ཚར་དེ་མཉམ་འབྲེལ་ལ་ཚོང་ཁང་བརྗེ་ཡ་དེ་རྩ་བ་ཉིད་ནས་ཡོད་མ་རེད་ཟེར་ནས་དེ་འདྲ་ཅིག་ཤོད་དུས་ཅིག་གནང་གི་འདུག་རོ་དེའི་སྐོར་ལ་སྤྱི་བཏང་གི་ཡང་འཛིན་སྐྱོང་ལ་དྲི་བ་ཕུལ་ཀྱང་ཡོད་དུས་ད་ལྟའི་ལན་དེ་ད་རུང་མ་གླས་ཐུབ་མ་སོང་སྔོན་ནས་ཅིང་གྲོས་ཚོགས་ཀྱི་སྔས་ལན་དུ་སོགས་གླས་ཡོང་བ་ཡིན་ན་ང་ཚོ་དྲི་བ་ཡང་སུ་ཡང་སུ་གླས་མི་ཡོང་ཡ་ད་ད་ཚང་མ་ལ་ཕན་ཐོག་ཡོད་རེད་དེ་ད་ལྟ་བར་དུ་དེ་ལན་དེ་འབྱོར་མ་སོང་དེ་བྱས་ཏེ་མ་འོངས་པ་ལ་དུས་ཚོད་ཐོག་ལ་ནི་བཀའ་འཁྲོལ་གནང་ཚར་བ་བཅས་ཡང་སྤྱོད་ལམ་སང་ཕྱི་བསྡུ་བྱས་ཡ་འདྲ་བོ་དང་ཡང་དེ་འདྲས་བྱས་པ་ཡིན་ན་མི་མང་ནང་ལོགས་ལ་བརྡབ་ས་ཡིག་དང་གཅིག་མི་མང་གི་གཞོང་ལ་ཡང་ཡིད་ཆེས་བརླག་ཡག་གི་ཉེན་ཁ་དེ་འདྲས་མཐོང་བསྡད་ཀྱི་འདུག་དཔེར་ན་ཀོ་ལི་གྷག་གི་ས་གནས་དེ་འདྲ་ཡིན་ན་གཞིས་ཆགས་རྒྱ་ཆེན་པོ་ཞིག་རེད་འདུག་ཡིན་ན་ཡང་ད་ང་རང་ཚོ་བོད་པ་གི་ཚོང་ཁོངས་རྐང་གཅིག་ཟིན་ཐུབ་མི་འདུག་དེ་ནང་ལ་མི་འདུག་དེ་བྱས་ཏེ་མཉམ་འབྲེལ་འདྲ་བོ་གཅིག་གི་དེ་འདྲས་ཀྱི་ཚོང་ཁོངས་ཀྱི་རྒྱ་མཐུ་བ་ཡིན་ན་གཞིས་ཆགས་མི་མང་ཚང་མ་ལ་ཕན་ཐོག་ཡོད་པ་ཡོང་འབབ་ཁེ་སང་དེ་ཚོ་མཉམ་འབྲེལ་ལ་ཡོང་གི་ཡོད་དེ་ང་རང་ཚོ་ཚང་མ་ཨ་ནི། ཡག་པོ་ཅིག་ཡོང་ས་རེད་བསམ་ཡང་དེ་འདྲ་ས་གནས་ས་ཐོག་ལ་ཉམས་མྱོང་དེ་འདྲ་བྱུང་སོང་སྟེ་ཇི་ལྟར་མ་འོངས་པ་ལ་དེ་ཚོའི་ཐོག་ལ་ཨ་ནི། དགོངས་པ་བཞེས་ཡ་ཡོད་ན། ངེས་པར་དུ་བཞེས་ནས་དེ། བཀའ་ཁྲོམ་སྔོན་མ་ཐོབ་རྒྱལ་བ་དེ་རང་འཇགས་གནང་ནས་མཉམ་འབྲེལ་གྱི་ཚོང་ཁོངས་དེ། རྒྱ་ཐོ་ཡ་གྱི་ལ་ཤུགས་རྒྱག་དགོས་ཀྱི་འདུག་ཟེར་ཏེ་གཞོལ་སྐྱེག་དེ་ཡིན། གཉིས་ནི་ད་ལྟ། ཨ་ནི། ཀོ་ལི་གྷག་གིས། ས་གནས་ལ་ད། འཛུགས་སྐྲུན་གྱི་ཐོག་ནས་ཡར་རྒྱས་མང་པོ་བཏང་གི་འདུག། མི་དམངས་ཚོགས་ཁང་གསར་རྒྱག་བྱེད་ཡག་གི་མཚོན་པའི། ནི་ད་ག་ནང་བཞིན་གྱི་ལམ་ཁ་བཟོ་ཡ། དེ་འབྲེལ་གྱི་ད་ད་ལྟ་ས་གནས་འགོ་འཛིན་ཐད་ཀྱི་ལས་གཞི་རྒྱ་ཆེན་པོ་དེ་འདྲ་མང་པོ་ཞིག་མགོ་བརྩམས་ཚར་འདུག་ད་མི་དམངས་ཚོགས་ཁང་དེ་འདྲ་ཡིན་ན་ཧ་ལས་བ་གི་ཡག་པོ་ཆགས་ཏེ་ད་བརྒྱ་ཆ་དགུ་བཅུ་ཐམ་པ་གྲོབ་ཟིན་འདུག་ཁ་སང་ཆ་འཕྲིན་གྱི་ཉི་མ་སྐྱ་དུས་དེ་བྱས་ཏེ་ཚོགས་ཁང་དེ་ཚོ་དཔེ་མི་སྲིད་ཡག་པོ་འདུག་ད་གལ་ཆེ་ཤོས་དེ་ག་རེ་ཞུ་གི་འདུག་ཟེར་ན་ཁོ་རང་ཚོ་གི་མི་དམངས་དེ་ཚོ་གི་མི་དམངས་ཚོགས་འདུ་རང་གི་ཐོག་ནས་ད་ལྟ་གི་ས་གནས་འགོ་འཛིན་དེ་ནི་ཉུང་མཐའ་ལ་ལོ་ཁ་ཤས་ཀྱི་གནས་སྤོ་མ་བཏང་རུང་བྱས